སྐུ་བཟང་པོ་ལ། ད་ལྟ་རི་སྔགས་ཀྱི་ཆགས་སྒྲ་དེ་ཟིན་གྱིས་ཇོ་མོ་ལྷ་རི་གནས་སྐོར་བརྒྱུད་ཡུལ་སྐོར་ལས་མདོར་བསྡུས་ཀྱི་ཞུ་བ་བྱིན། རང་ཟླ་བཞི་པའི་དགེ་ཚེས་ཉེར་བརྒྱད་ས་ག་ཟླ་བའི་དུས་ཆེན་གྱི་མཇུག། གནམ་ལོ་ཉིས་སྟོང་ཉེར་གཅིག། དབྱིན་ཟླ་དྲུག་པའི་དབྱིན་ཚེས་བརྒྱད་ལོ་དེ་སྔ་ཆེས་དགུན་དབྱིན་རྩ་བ་ལས་བའི་ཡང་ཇོ་ཤ་ན་ལས་བའི་དེ་ཉིན་དང་པ་དེ་ཚེ་བའི་དགུ་ཚུགས་ཀྱི་ཟུན་བིན། དུས་ཡུན་ཆུ་ཚོད་བདུན་བརྒྱད་ཀྱི་མཇུག་ཟླ་དེ་ཉིན་དང་པ་དུས་ཚེས་དང་ཐང་ག་ཡུབ་མེའི་ཟུན་བིན་ལ། དེ་ཉིད་གཉིས་པ་ཡིན་མ་ཅིན་དང་ཐང་ག་ལས་ཆུ་མོ་ལྷ་རི་ཡི་ཡིན་མི་ལ། དེ་ཡང་ནི་དེ་མ་ལས་དུས་ཡུན་ཆུ་ཚོད་གཉིས་བརྒྱད་ཀྱི་ཆུ་ཡི་ང་ལས་དེ་ཆུ་མོ་ལྷ་རི་ད་གཟོད་ཀྱི་ལམ་ཁ་བརྒྱད་ཧུད་མི་ལ། དང་ནི་ཆུ་མོ་ལྷ་རི་ད་གཟོད་ཀྱི་ལམ་ཁ་བརྒྱད་དེ་ན་ལོ། དེ་གུ་རུ་རིན་པོ་ཆེ་གྱིས་ཆིབས་རྟ་རྟ་མཆོག་པ་ལ་ཧ་གྱི་ཞབས་ཀྱི་དུས་སུ་བརྒྱན་དུ་ཞུས་ནུས་མིན། ཡང་ན་ལས་མཁན་གྱིས་ཚིག་བརྗོད་ཡི་ང་ལས་ཡ་དེ།

དེ་ན་ལེ་ཡ། ཇོ་ཡི་གང་ལེ། དེ་དེ་ལེ་ཐང་གཅིག་གི་ཐང་མ་ལོ་དེ་ནེ་གི་དེ་མིང་ཡིན་སེ། དེ་དེ་མིང་གི་པ་ཡབ་ཚེ་ཆེ་དོ་དོ་བའི་རྗེས་ནི་དོ་དགུ་ཚུ་ཤུ་ནི་བའི་ཡིན་ལ། ད། ཉིམ་གཉིས་པ་དེ་ལེ་ཐང་ཐང་ག་ད་ཇོ་མོ་ལྷ་རིགས་ཀྱི་པ་ན་ཡིན་མ་ཕྱིན། མེ་ཏོག་གི་རིགས་མ་འགྲོ་ན་མི་ས་མི་ཤ་དེ་ཡོད་མི་མ་ཚད། དེ་བ་ལུས་སུ་ལུས་ཀྱི་མེ་ཏོག་དུ་སུ་ཀ་བ་ད་ཚོ་ཤི་ཤ་ཁ་བས་དེ་ཉམས་ག་དོ་དོ་བས་དེ་ལེ་འབངས་དུ་སུ་ཡེ་ཁ་ར་དེ་མེ་ཏོག་སི་བ་ད་མེ་ཏོག་ཤ་ཁ་ཀ་བ་དུ་སུ་ཀི་གང་བས་དེ་ལྷ་ཡུལ་ཟུམ་བས་དེ་བས་དུ་བུ་ཚུ་ཤུ་ནི་བའི་ཡིན་ལ། དེ་ན་ལེ་ཡང་ཆུ་མོ་ལྷ་རེ་ཧེ་བི་གང་ལེ་དེ་ཆུ་མོ་ལྷ་རེ་གི་ལྷ་ག་དེ་དེ་བྱ་གཅིག་གི་རྩ་བ་ལོ། དེ་གཡས་དང་གཡོན་དུ་མ་ཆུ་དུས་སུ་འབབ་དགུ་ལས་ཁ་བུ་དུས་སུ་སྦས་པས་ན་མི་ས་མི་མཉམ་དགའ་དུ་ཐུབ་པས་འདུག་དེ་ཆུ་མོ་ལྷ་རེ་གི་ནང་རྟེན་གཙོ་བོ་དེ་ཡི་མ་བྱིན་རྒྱལ་བ་ལོ་རེ་བོ་ཡི་སྐུ་འདྲ་སྤྱི་ད་ག་ལ་ཡི་ཁྱུང་གི་བུད་མེད་བརྒྱད་སྟོང་པ་དེ་དེ་ཡི་ན་ལོ་ཏིང་སྤྱི་ད་མ་དྲོས་པིམ་སྐྱེམས་ཀྱི་འདུག་ལ་ཨ་ནི་ནང་རྟེན་གཙོ་བོ་དབྱིངས་སེ་དེ་དང་ཧེ་མ་ཨང་ལོ་དེ་ཡང་ཆུ་མོ་ལྷ་རེ་ལོ་དེ་ད་ཆུ་ཡི་འཇིག་པ་དུས་སུ་བྱུང་བས་དེ་ཉམས་ཆག་དུས་སུ་བྱུང་བའི་གནས་སྐབས་ན་ལོ་རྟེན་རྒྱལ་བ་ལོ་རེ་བོ་ཡི་སྐུ་འདྲ་དེ་དང་དེ་བརྒྱད་སྟོང་པ་དེ་དེ་ལས་འདི་ཏིང་ཡི་དུས་སུ་ག་ཉེས་མ་བས་པ་ཡོད་བས་སེ་ད་ལྟའི་ཡག་གི་ནང་བསྟན་གཙོ་བོ་བའི་རྗེས་ཁ་ནང་མེད་སུ་ཞུ་འདོད་པ་ཡིན་ལ། དེ་སྔ་སྤྱི་ཡི་མ་འཇིག་རྟེན་རང་དང་བཞི་པའི་ནམ་གང་ལ་ཚོགས་འཁོར་གཅིག་དགོས་ནི་གོ་དཀའ་བས་ཐོབ་བྱེད་སུ་ཞུ་འདོད་པ་ཡིན་ལ། དེ་ལས་མཚེའི་སྤྱི་ལས་གནས་བསྐོ་དུས་སུ་ད་བུ་རང་ད་སྔ་བས་ཀྱི་མཚེའི་སྤྱི་ལོ་གནས་བསྐོ་དུས་སུ་གུ་ཚུལ་བས་ང་ལས་དང་བ་རེ་ལྷ་ཁ་གི་གཡོན་ཁ་ཐུར་ལ་གུ་རུ་གི་སྒྲུབ་ཕུག་འདུག་ལ་གུ་རུ་གི་སྒྲུབ་ཕུག་རྗེས་ན་ལས་ཨ་ཚི་ཡག་བརྗོད་ཡིན་ང་ལས་ནི་དགེ་བ་ལོ་རུ་པ་གི་སྟེ།

དེ་ལས་དང་ལྷ་ག་གི་གཡས་ཁ་ཏུ་ལི་ཡིན་མ་ཅིན་ནེ་ན་ལི་ཡག་དེ་བྱོན་ཡང་ལེ་དང་མ་ར་ཡག་གི་ཚེ་རིང་མི་ལ་ཚོ་དེ་རྗེ་བོ་མེད་ཤུ་ནི་མིན་ལ་ཚེ་རིང་མི་ལ་ཚོ་དེ་ཡིན་མ་ཅིན་ཅག་ག་ཉེ་བ་ལེ་བོ་ལ་མི་ས་མི་ག་ཏོ་ཏོ་བེ་བི་ག་ར་དེ་ཚེ་རིང་མི་ལ་ཚོ་དེ་གི་ཏག་ལེ་བྱ་གུ་ལུ་དེ་ཚེ་རིང་མི་གི་ནེ་ག་ཡིན་ཟེ་གི་རྗེ་ནི་འདུག་ལ་མི་མི་དེ་ཡ་ཤུ་ནི་མིན་ན་ལེ་ཨ་ཚི་ཡག་བྱོན་ཡང་ལེ་དེ་ལེ་འཇི་ཚེ་མི་ལ་གི་དེ་སྒྲུབ་བོ་འདུག་ལ་དེ་འཇི་ཚེ་མི་ལ་གི་སྒྲུབ་བོ་དེ་ཡམ་སེ་ཆེ་ཏོ་ཏོ་བེ་འདུག་དེ་ལེ་མ་ད་བབ་བྱོན་ཡང་གུ་རུ་རིན་པོ་ཆེ་གི་སྒྲུབ་བོ་འདུག་གུ་རུ་རིན་པོ་ཆེ་གི་སྒྲུབ་བོ་དེ་དེ་བྱ་བོ་ཅི་གི་ནང་ན་ཡིན་མེད་དེ་ན་གུ་རུ་རིན་པོ་ཆེ་གི་ཐུ་དོམ་ནང་སེ་ད་དེ་གཡས་ཁ་ཏུ་ལུ་དེ་སྒྲུབ་ཆུ། ཡབ་ཚེ་ཆེ་ཐུག་ཐུག་ཤི་འདུག་ཤི་ནུས་མིན་ཡིན་ལ། ན་ལེ་ཨ་ཙིའི་མ་བབ་ཇོ་ཡི་ང་ལེ། དེ་ཡག་གི་ཇོ་མོ་ལྷ་རིག་གི་དེ་གནས་དང་ཇོ་མོ་གི། དེ་བླ་ཚོ་དེ་རྗེས་ཡོང་མེད་ལ་དེའི་དེ་ཅག་ག་ཉེ་བ་ལས་བ་ལུ་ཉམས་དགའ་ཐུ་ཐུ་འདུག་དེ་ཡག་གི་གཟུགས་ཀྱི་ཤེས་སེ་ཟུམ་པའི་བ་ཅན་དེ་དགེ་བ་ལོ་རི་པ་རྒྱལ། དེ་ཡག་གི་གནས་དང་ཇོ་མོ་དེ་ལོ་སྟོད་པ་དེ་སུ་ནམ་ཡི་བསམ་མི་ཕུད་དུ་ཡོད་བི་གི་དེ་ལོག་འཇུག་དུ་སུ་དེ་བི་ཤི་འདུག་ཤི་ནུས་མིན་ཡིན་ལ། ག་དེ་མི་ལོ་དོར་འདུག་བ་ཅན་དེ་ད་ཐོ་ཟུམ་ད་རི་ན་བ་གི་དུས་ཟུམ་ཅི་ལུས་པའི་བ་ཅན་དེ་ད་བུ་ཞིབ་ན། དེ་ཨིནྡྲ་གྲོལ་བ་དེ་སྤྱི་ལོ་ཆུ་མོ་ལྷ་རིའི་བྱོན་མ་ཕྱིན། དེ་ལྟར་བོ་དེ་རྒྱལ་དེ་ཉིད་རེད་དེ་ལམ་བདག་གིས་མེ་ཏོག་དེ་སུ་དག་དེ་མཐོང་སྣང་དེ་ལན་དེ་ང་ཅི་དགེ་ཡོང་གི་དེ་དག་བུ་ལུ་པ་པིས་ལ་མི་མོ་ལ་ཚེར་ངའི་མེ་ཏོག་དེ་སུ་དག་དེ་དེ་ཟུང་གིས་རིགས་དེ་སུ་དེ་རྣམས་མི་ས་མི་དེ་བས་མཐོང་ཚུལ་བས་དེའང་ནི་མི་འདེགས་ཀྱི་དེ་འབྲུག་རྒྱལ་ཁབ་དེ་མཆོད་རྟེན་གྱི་ཞིང་ལྷ་ཡུལ་ཨིན་ཡིས་ལ་མི་དེ་མ་དེམ་ཅི་ག་ཉན་མི་འདུག་ཟེར་བས་ནོངས་མེད་ལ་དེའང་ནི་མི་འདེགས་འབྲུག་མི་ཆོས་སེམས་ཅན་དེ་སུ་དེ་དག་ཇོ་མོ་ལྷ་རི་དེ་རྒྱལ་བ་ཇོ་ནེ་གི་ཐུགས་དེ་ཡོལ་བ་ཕྱིན་དེ་ད་རི་ནག་པ་གི་དུས་ཚོད་ལུས་ཨིན་མེད་ཟེར་ཞུ་ནི་བས་ཡིན་ལ